རྣམ་པ་བཟོ་གྲྭ་ཟེར། ལས་འདི་རིང་ངས་ཁྱེད་རྣམ་པ་ལ། སྐར་མ་པདྨའི་རྒྱུད་དུ་ཅེས་མཛད་པའི་དབུ་མ་ལ་འཇུག་པའི་རྣམ་བཤད་དཔལ་ལྡན་དུས་གསུམ་མཁྱེན་པའི་ཞལ་ལུང་ཀློག་འདོན་ཞུ་རྒྱུ་ཡིན། དབུ་མ་ལ་འཇུག་པའི་རྣམ་བཤད་དཔལ་ལྡན་དུས་གསུམ་མཁྱེན་པའི་ཞལ་ལུང་བདག་རྒྱུད་གྲུབ་པའི་ཤིང་རྟ། ཞེས་བྱ་བ་བཞུགས་སོ། ཨོམ་སཱོ་སྟི། བི་ཛཱ་ཡཱ་ནནྡུ། གདོད་ནས་སྤྲོས་བྲལ་རྟོགས་པའི་ཡེ་ཤེས་ཀྱི། སྤྲོས་པའི་མཚན་མ་མཐའ་དག་དྲུངས་བྱུང་ནས། གདུལ་བྱའི་ཁམས་དབང་ཇི་བཞིན་གང་འདུལ་གྱི། ཆོས་འཁོར་བསྐོར་བའི་རྫོགས་སངས་དེར་ཕྱག་འཚལ། ཀུན་རྫོབ་བསྟན་ནས་འབྱུང་བ་ཙམ་ཉིད་ནི། དོན་དུ་སྒྲུབ་པའི་ཡོད་མེད་སྐྱེ་འགག་སོགས། མཐའ་བྲལ་འཆད་པར་ལུང་བསྟན་མངའ་བརྙེས་པ། སློབ་དཔོན་ཀླུ་ཞབས་བརྒྱུད་པར་བཅས་ལ་བསྟོད། ཆེ་ས་གཅིག་ལ་སྐྲག་མེད་ཟླ་བའི་ཞབས་འདེགས་སོལ་བཅས་ལ་མཐུ་ཆེན་སྒམ་པོ་པདྨའི་གདན་ཇི་བཞིན་ཁོང་བཅུས་དུས་གསུམ་མཁྱེན། བཀའ་བརྒྱུད་འཁྲུལ་པ་དགྲ་འདིར་གཏོད་ཕྱག་འཚལ། ཐོས་དང་བསམ་པའི་ཤེས་རབ་བསྐྱེད་པ་དང། རིས་མེད་འགྲོ་ལ་བརྩེ་ཆེན་བསྐྱེད་བྱེད་པའི། ཕ་མ་དང་ནི་ཡོངས་སུ་འཛིན་གྱུར་པ། འགྲོ་བའི་སྡེ་དཔོན་སྙན་པ་དེར་ཕྱག་འཚལ། དཔལ་ལྡན་ཀླུ་ཞབས་དགོངས་པ་ཟླ་འོད་འོད། གཞོན་ནུའི་རྣམ་དཀར་བགྱི་བ་ཇི་སྙེད་ལ། རང་གཞན་ལོག་པར་བརྟགས་ཀྱི་ནོག་པོ་ཡིས། མཛེས་པར་འགྲན་ལ་སྙིང་ནས་མ་བཟོད་ནས། སྟོང་དང་རྟེན་འབྱུང་སྒྲུབ་སྡེའི་བདུད་རྩི་འདི། མཐའ་ཡས་འགྲོ་ལ་འཆི་བ་མེད་ཕྱིར་སྦྱར། དེ་ཡང་རང་རེའི་སྟོན་པ་སྐྱོན་གྱི་ཆ་ཅུང་ཟད་ཀྱང་མི་མངའ་ཞིང། ཡོན་ཏན་ལུས་པ་དང་འདྲར་བ་མངའ་བ། བསྐལ་བཟང་གི་སངས་རྒྱས་ཤཱཀྱ་ཐུབ་པ་ཞེས་འཇིག་རྟེན་གྱི་སྒྲོན་མེ་མཆོག་སྟེ། འཇིག་རྟེན་དུ། བརྗོད་བྱ་དང་རྗོད་བྱེད་ཀྱི་འཁོར་ལོ་དང། ཆོས་ཀྱི་གཏམ་དང་ཆོས་ཀྱི་སྒོ་ཇི་སྙེད་པ། མཐའ་ཡས་པ་ཞིག་བསྐོར་བར་མཛད་པ་ལས། སྡོམ་དུ་བྱས་པའི་དེར་བསྡུ་ན། བཀའ་འཁོར་ལོ་གསུམ་སྦྱར་བ་དང། གཏམ་གསུམ་སྦྱར་བ་དང། ཆོས་ཀྱི་སྒོ་བརྒྱད་ཁྲི་བཞི་སྟོང་ཞེས་བསྒྲགས་པ་དང། དེ་དག་ཐམས་ཅད་ལ་ཉེ་བར་མཁོ་བའི་གསུང་རབ་ཡན་ལག་བཅུ་གཉིས་ཞེས་བསྒྲགས་པ་འབྱུང་སྟེ་ཇི་སྐད་དུ། བདག་གོ་ཞེས་ཀྱང་བརྟགས་གྱུར་ཅིང་བདག་མེད་ཅེས་ཀྱང་བསྟན་པར་གྱུར། སངས་རྒྱས་རྣམས་ཀྱིས་བདག་དང་ནི་བདག་མེད་འགའ་མེད་ཅེས་ཀྱང་བསྟན་ཅེས་དང། ཐམས་ཅད་ཡང་དག་ཡང་དག་མིན། ཡང་དག་ཡང་དག་མ་ཡིན་གཉིས། ཡང་དག་མ་ཡིན་ཡང་དག་མིན། འདས་ནི་སངས་རྒྱས་རྗེས་བསྟན་པའོ་ཞེས་དང། རྒྱལ་བ་མ་ཕམ་པའི་ཞལ་གྱི་བདུད་རྩིར། མི་རྟག་སྡུག་བསྔལ་བདག་མེད་དང་ཞི་བའི་སྒྲ་ཡིས་ཐབས་མཁྱེན་པས། སེམས་ཅན་སྲིད་གསུམ་སྐྱོ་སྐྱེས་ནས། མྱ་ངན་འདས་ལ་རབ་འཇུག་མཛད། ཞི་བའི་ལམ་ལ་རབ་ཞུགས་པ། མྱ་ངན་འདས་ཐོབ་འདུ་ཤེས་ཅན། དམ་ཆོས་པདྨ་དཀར་ལ་སོགས་ཆོས་ཀྱི་སྡེ་གཉིས་བསྟན་པ་ཡི། དེ་དག་སྔར་འཛིན་ལས་ལྡོག་སྟེ་ཐབས་དང་ཤེས་རབ་ཡོངས་བཟུང་བས། ཐེག་པ་མཆོག་ལ་སྨིན་མཛད་དེ་བྱང་ཆུབ་མཆོག་ཏུ་ལུང་བསྟན་ཏོ་ཞེས་དང། སློབ་དཔོན་འཕགས་པ་ལྷའི། བསོད་ནམས་མིན་པ་དང་པོར་རྟོགས། བར་དུ་བདག་ནི་བཟློག་པ་དང། ཐ་མར་ལྟ་ཞི་ཀུན་བཟློག་པ་གང་གིས་ཤེས་ཏེ་མཁས་པ་ཡིན། ཞེས་འབྱུང་བའི་ཆོས་ཚུལ་དེ་ཐམས་ཅད་མངོན་མདོ་དང། ངེས་ལེགས་ཀྱི་ལམ་གཉིས་ལ་སྦྱོར་བར་མཛད་པ་ལས། གང་མངོན་པར་མཐོ་བའི་ལམ་གྱི་ཆེད་དུ་ནི། ངེས་པ། ཁོ་ནར་གང་ཟག་དང་ཆོས་ཀྱི་བདག་མེད་པ་དང། སྟོང་པ་ཉིད་དང། དེ་རྟོགས་པའི་ཤེས་རབ་དང་དེའི་རྒྱུད་ལ་སྐྱེས་པའི་ལྷག་མཐོང་གི་རྣལ་འབྱོར་ལ་སོགས་པ་མི་དགོས་ཤིང། དེ་ལྟར་ནའང་འཇིག་རྟེན་པའི་ལམ་གྱིས་ཆགས་བྲལ་བྱེད་པ་ལ་ལྷག་མཐོང་གི་རྣལ་འབྱོར་ཞེས་བརྡ་དོན་གཉིས་ཀ་ཡོད་ཅིང་དེ་ལས་གཞན་མུ་སྟེགས་དང། བོན་དང་དེ་དང་རྗེས་སུ་མཐུན་པ། ཆེས་མང་བའི་གཞུང་ལས། སྟོང་པ་ཉིད་ཀྱི་རྣམ་པར་བཞག་པ་ཆེས། མང་དུ་འབྱུང་ཡང་དེ་ཐམས་ཅད་ནི་ཉི་ཚེ་བའི་སྟོང་པ་ཉིད་ཡིན་པས། ཐར་འདོད་ཀྱི་འཇུག་ངོགས་སུ་གྱུར་པའི་སྟོང་པ་ཉིད་ཡང་དག་པ་མ་ཡིན་ནོ། དེས་ན་ངེས་པར་ལེགས་པའི་ལམ་གྱི་ཆེད་དུ་ནི། བདག་མེད། བདག་མེད་པའི་ཆོས་ཚུལ་ངེས་པར་མ་བསྟན་ན། ལམ་དེ། དེར་ངེས་པར་འབྱིན་མི་ནུས་པ་ཁོ་ན་སྟེ་མདོ་ལས། སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ། མ་ཤེས་པས་ནི་འཁོར་བར་འཁྱམས་གྱུར་ཏེ་ཞེས་དང། ཡང་མདོར། ཅི་ཡང་མ་ཡིན་ཆོས་འདི་སུས་ཤེས་པ། དེ་ནི་ཆོས་རྣམས་ཀུན་ལ་ཆགས་མེད་འགྱུར་ཞེས་དང། འཇིག་རྟེན་བདེ་འདོད་ལས། མཚན་མ་མེད་པ། སྐྱེ་མ་གཏོགས་པར། ཁྱོད་ཀྱིས་ཐར་པ་མེད་པར་གསུངས། དེ་ཕྱིར་ཁྱོད་ཀྱི་ཐེག་ཆེན་ལས་དེ་ནི་ཚང་བར་བསྟན་པ་ལགས་ཞེས་དང། སློབ་དཔོན་འཕགས་པ་ལས། གཞི་སྒོ་གཉིས་པ་མེད་པ་དང་ཞེས་འབྱུང་ལ། དེ་ཡང། ཉན་རང་གཞི་བར་བགྲོད་པ་གང་དེས། བཀའ་བསྟན་ཆོས་མཐའ་དག་ནས། གང་ཟག་གི་བདག་བདེན་མ་གྲུབ་པར་ནི། རྟོགས་དགོས་པར་མཐུན་པར་གསུངས་ལ། བཀའ་བསྟན་བཅོས་དགའ་དཀར་ཆོས་ཀྱི་བདག། བདེན་མ་གྲུབ་པར་རྟོགས་དགོས་སོ་ཞེས་རྒྱ་ཆེར་འབྱུང་ངོ། དེས་ན་སྟོང་པ་ཉིད་ཀྱི་ཆོས་ཚུལ་རྒྱས་པ་ནི་ཐེག་ཆེན་དབུ་སེམས་ཀྱི་གསུང་རབ་རིན་པོ་ཆེ་དང་རྒྱུད་སྡེ་མཐའ་ཡས་པར་བཞུགས་པ་ཡིན་ལ། དེའི་ནང་ནས་ཀྱང་དབུ་མེད་བཀའ་བསྟན་བཅོས་མཐའ་དག་ཏུ་ཆེས་གསལ་བར་བཞུགས་པ་ཡིན་ཏེ། ལུགས་འདིར་ནི་སྤྲོས་ཆེན་གྱི་ལྷག་མ་ཅུང་ཟད་ཀྱང་མ་ལུས་པར་སྟོང་ཉིད་དུ་བསྟན་ནས། སྟོང་པ་ཉིད་ཀྱི་ལུས་ཡོངས་སུ་རྫོགས་པར་མཛད་པའི་ཕྱིར། འོ་ན་དབུ་མེད་ལུགས་ཞེས་གྲགས་པ་དེ་གང་གིས་ཆེ་སྙམ་ན། ལུགས་དེའི་རྗེས་པར་རྒྱལ་བ་ཉིད་ཀྱིས་ལུང་བསྟན་པ་སློབ་དཔོན་ཆེན་པོ་ཀླུ་སྒྲུབ་ཞབས་ཀྱིས་ལེགས་པར་ཕྱེས་ནས་དེས་སློབ་མ་འཕགས་པ་ལྷ་དང་དཔའ་བོ་དང་ཞི་བ་ལྷ་སོགས་སྔར་བྱོན་པ་ཐམས་ཅད་ཀྱིས་དབུ་མར་སྨྲ་བ་ལ་དབུ་མར་སྨྲ་བ་སུས་ཀྱང་མི་གོལ་བའི་གཞུང་ཕྱི་མ་ཡི་དབུ་མར་གྲགས་ལ། ཕྱིས་ནས་སློབ་དཔོན་སངས་རྒྱས་བསྐྱངས་ཀྱིས་དབུ་མེད་དོན་འཆད་པ་ལ་སློབ་དཔོན་ལེགས་ལྡན་འབྱེད་བསྒོ་བར་མཛད་དེ། བསྒོ་བ་དེ་ལའང་རྣམ་པར་དཔྱད་པར་བྱ་བ་ཡོད་པས་དེ་ཉིད་དཔྱོད་པའི་སླད་དུ། སློབ་དཔོན་སངས་རྒྱས་བསྐྱངས་ཀྱིས་རྣམ་པར་འཕྲུལ་བར་བསྒྲགས་པས། སློབ་དཔོན་ཆེན་པོ་ཟླ་བ་གྲགས་པ་འཇིག་རྟེན་དུ་བྱོན་ནས། མཐའ་བྲལ་གྱི་དོན་རྒྱ་ཆེར་བསྟན་པར་མཛད་ལ། སློབ་དཔོན་འདི་དང་གྲོས་ཅུང་ཟད་མི་མཐུན་པར་སྨྲ་བའི་རྒྱན་སྣང་ལྡན་གསུམ་རྩོམ་པ་པོ་ཡི་སློབ་དཔོན་སོགས། དབུ་མ་པའི་སློབ་དཔོན་འབྱམས་ཀླས་པ་བྱོན་མོད། སློབ་དཔོན་དེ་དག་ཐམས་ཅད་ཀྱི་མཐར་ཐུག་གི་དབུ་མའི་བཞེད་པ་ལ་ནི་མི་མཐུན་པ་ཅུང་ཟད་ཀྱང་མེད་དེ། དེ་ཐམས་ཅད་དབུ་མ་པར་སྨྲ་བ་ཉིད་ཀྱི་ཕྱིར། ཇི་སྐད་དུ། ཆོས་ཀྱི་དཔུང་པོ་བརྒྱད་ཁྲི་དང། བཞི་སྟོང་གསུངས་པ་ཐམས་ཅད་ཀྱང་སྟོང་ཉིད་འདི་ལ་གཞོལ་བར་བབ་ཅེས་དང་བསྡུས་པར། རྒྱལ་བ་འདས་དང་མ་བྱོན་ཕྱོགས་བཅུར་གང་བཞུགས་པ། ཀུན་ལམ་ཕ་རོལ་ཕྱིན་པ་འདི་ཡིན་གཞན་མ་ཡིན་ཅེས་དང། རྗེ་འབྲི་གུང་གླིང་པའི་ཞལ་སྔ་ནས་འཇིག་རྟེན་གསུམ་གྱི་མགོན་པོ་འབྲི་གུང་པ་ཆེན་པོས། རྡོ་རྗེའི་གསུང་ཇི་སྙེད་ཅིག་གསུངས་པ་དེ་ཐམས་ཅད་ནི་ཆོས་ཐམས་ཅད་ཀྱི་གཤིས་སམ། བབས་ཀྱི་གནས་ལུགས། སངས་རྒྱས་ཀྱི་བསྟན་པ་ལྟར་སྟོན་པ་ཡིན་ཅེས་འབྱུང་ངོ། དེས་ན་བོད་འདིར་མངོན་སུམ་དང་རྗེས་དཔག་ལྟར་སྣང་གི་ལོག་ཤེས་ཀྱིས་དྲངས་པའི་ཆེས་མུ་ཅོར་དུ་སྨྲ་བ་དག། དབུ་མ་པ་ལེགས་ལྡན་དང་བརྡ་དག་སོགས་ལའང། ལྟ་བ་དང་རྟོགས་པ། མཐོ་དམན་དང་གྲུབ་མཐའ་བཟང་ངན་ཡོད་དོ་ཞེས་སྨྲ་བར་བྱེད་དོ། དེ་ལྟར་ན་ནི། གང་སྨན་པ་དེ་དབུ་མ་པ་མ་ཡིན་པར་འགྱུར་ཏེ། དབུ་མའི་དོན་མ་གྲུབ་བཞིན་དུ་དབུ་མ་དང་དབུ་མ་པར། མིང་གིས་འབོད་པ་ཙམ་དུ་ཟད་པའི་ཕྱིར། ནམ་རྒྱུན་དབུ་མ་དང་དབུ་མ་པ་བཞིན་ནོ། དེས་ན་བདེ་བར་གཤེགས་པས་ཀྱང་གྲུབ་མཐའ་བཞི་ལ་མངོན་པར་དགའ་བའི་དཀར་བ། དམན་མཆོག་གི་གདུལ་བྱ་ལ་རང་རང་གི་བློ་དང་འཚམས་པའི་ཆོས་བསྟན་པ་ལས། གྲུབ་མཐའ་སྨྲ་བ་འོག་མ་གསུམ་ནི་སྒྲ་ངན་ཅི་རིགས་པར་གསུངས་པ་ལྟར། གདུལ་བྱ་ལ་སྣང་བ་ཡོད་ཀྱང་གོང་མ་བཞི་པ་འདིར་ནི་མཐར་ཐུག་གི་ངེས་པའི་དོན་ཅན་ཁོ་ནར་གསུངས་པ་ལས། དྲང་ངེས་གཉིས་སུ་གསུངས་པ་མེད་པའི་ཕྱིར། དབུ་མ་པར། སྨྲ་བ་དག་ལ་ལྟ་བ་ཕྱོགས་མིན་འབྱུང་བར་ག་ལ་འོས་ཏེ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཞལ་སྔ་ནས། རྗེ་བྲག་དམར་དང་མདོ་སྡེ་དང་རྣལ་འབྱོར་སྤྱོད་པའི་གཞུང་རྣམས་སུ་ཅུང་ཟད་བདེན་དང་མི་བདེན་ཀྱང། ཐམས་ཅད་བདེན་པ་དབུ་མའི་ལུགས་ཞེས་འབྱུང་བའི་ཕྱིར། འོ་ན་སློབ་དཔོན་ཆེན་པོ་དེ་དག་གིས་དབུ་མའི་དགོངས་པ་འགྲེལ་བ་ན། ཕྱི་ནང་གི་མུ་སྟེགས་བྱེད་ཀྱི་བློ་ཡི་སྤོབས་པ་མྱུར་བར། མྱུར་བར་བཅོམ་པ་ལ་བློ་ཡི་ནུས་པ་སུ་ཆེ་ཞེ་ན། དཔལ་མར་མེ་མཛད་ཀྱི་ཞལ་སྔ་ནས། སློབ་དཔོན་ཆེན་པོ་ཟླ་བ་དྲག་པོའི་ཞབས་གཉིས་འགྲན་ཟླ་དང་འདྲ་ལོ་ཞེས་གསུངས་ལ། དེ་ལྟར་དོན་དུའང་གནས་པས། སློབ་དཔོན་དེས་དབུ་མའི་གཞུང་རང་རྐང་དང་གཞན་འགྲེལ་དུ་མཛད་པ་ཆེས་མང་བ་ལས། འདིར་རང་རྐང་དུ་མཛད་པའི་ལུགས། འདིར་རང་གང་དུ་མཛེས་པའི་དབུ་མ་ལ་འཇུག་པའི་འདོད་མདུད་ཞིག་དགོས་པར་འདོད་དེ། ཆོས་དེའི་སྒང་ལས་བརྒྱུད་ཚུལ། དེ་ཡང་ཆོས་དེའི་སྒང་ལས་བརྒྱུད་པའི་ཚུལ་དང། ཤེས་བྱ་ཡི་ཆོས། དེ་གཉིས་དངོས་ཡོད་ཕྱེ་བ་ལས། དང་པོ་ལ། ཆོས། འདི་ཡི་ཚུལ་ལ་ཤེས་རབ་གསུམ་གྱི་ངེས་པ་བསྐྱེད་པའི་བཀའ་དྲིན་གང་ལས་གྱུར་པ་དང། དེང་བཟང་བོད་དུ་གྲགས་པའི་བཀླག་ལུང་དང་འབྲུ་སྦྱོར་དགོས་པ་གང་ལས་གྱུར་པའོ། དང་པོ་ལའང། བཀའ་བརྒྱུད་རིན་པོ་ཆེ་ཉིད་ལས་གྱུར་པ་དང། ཇོ་བོ་བདུད་བམ་ཀ་ར་ཡི་བཀའ་བརྒྱུད་ལས་གྱུར་པ་དང། པ་ཚབ་ལོ་ཙཱ་བ་ནས་གྱུར་པའོ། དང་པོ་ལ་རྗེ་ནཱ་རོ་པ་ནི་བརྒྱུད་པ་དང། རྗེ་མེ་དྲི་པ་ནི་བརྒྱུད་པའོ། དང་པོ་ལྟར་ན། བཀའ་གདམས་པ་དག་བརྡ་དག་གླུ་ཞབས་གཉིས་ལ་ཐུག་པར་བཞེད་ཀྱང། རྗེ་མར་པ་ལོ་ཙཱ་ཡི་གསུང་བཀའ་བཞི་བརྒྱུད་པའི་ལོ་རྒྱུས། རྣམ་ཐར་གྱི་ཡིག་རྙིང་དུ་བརྡ་དག་ལ་ལུང་བསྟན་གྱི་ཆེ་བ་ཞེས་རྣམ་པར་ཐར་པ་ཆེས་ཆེ་བར་བསྔགས་པར་མཛད་པ་ཡིན་ཏེ། མགོན་པོ། ཀླུ་གཉན་ངན་ལས་འདས་ནས། ན་ལན་ད་པ་རྣམས་ཀྱིས་འཇིག་རྟེན་དུ་ཉི་མ་ནུབ་བོ་ཞེས་ངུས་པས་མཁའ་འགྲོ་མ་མང་པོའི་ནམ་མཁའ་ལ་མགྲིན་གཅིག་ཏུ། བདག་ནི་འདི་ནས་ལོ་ནི་ལྔ་བརྒྱ་ན། ས་ནི་ཞེས་པའི་གྲོང་ཁྱེར་ཆེན་པོ་རུ་ཉི་མ་ནུབ་ཀྱང་ཟླ་བའི་མུན་སེལ་བ། རྣམ་དག་རིགས་ལས་འཁྲུངས་པའི་པཎྜི་ཏར་ཟླ་བ་གྲགས་པ་ཞེས་བྱའི་མཁས་པ་འབྱུང་ཞེས་ལུང་བསྟན་པའི་སློབ་དཔོན་དེ་ནི། སློབ་དཔོན་འཕགས་པ་ལྷ་ཡི་སློབ་མའོ་ཞེས་འཆད་ལ། དེ་ལྟར་ན་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་དུས་གསུམ་མགོན་པོ། སློབ་དཔོན་ཀླུ་སྒྲུབ་ཨར་ཡ་དེ་བ་སློབ་དཔོན་ཟླ་དག་མ་བཏང་གི། ཏེ་ལོ་ན་རོ་མར་པ་མི་ལ་དྭགས་པོ་དུས་གསུམ་མཁྱེན་པ། འགྲོ་མགོན་རས་ཆེན་སྤོམ་བྲག་པ་ཀརྨ་པ། ཨོ་རྒྱན་པ་རང་བྱུང་བ་གཡུང་སྟོན་པ། རོལ་པའི་རྡོ་རྗེ་མཁའ་སྤྱོད་དབང་པོ་དེ་བཞིན་གཤེགས་པ་ར་ནམ་བ་ཏྲ། མཐོང་བ་དོན་ལྡན། བྱམས་པ་བཟང་པོ་དང་དཔལ་ཆོས་དོན་གྲུབ་གང་ཡང་རུང་བ་ལས། རྒྱལ་བའི་དབང་པོ་ཆོས་གྲགས་རྒྱ་མཚོ་དེ་ཡི་ཞལ་སྔར། སྙན་པའི། སྙེ་བོ་སྒོ་ཤི་རིལ་དང། རྗེ་བཙུན་རལ་པ་ཆེན་པོ་གཉིས་ཅར་གྱི་ཞབས་ལ། བདག་མེད་རྒྱུད་རྡོ་རྗེ་ཞེས་དཀར་དམར་བའི་བཀའ་དཔང་ཆེས་མཐའ་ཤར་བ་དེ། ལེགས་པར་བསྙེན་ཏེ་བཀའ་དྲིན་གྱིས་ཁྱབ་པ་ཡིན་ནོ། འདི་རིང་འདི་གར་མཚམས་བཞག་རྒྱུ་ཡིན་རྗེས་སུ་མུས་མཐུད་ནས། ཀློག་འདོན་ཞུ་རྒྱུ་ཡིན་ཐུགས་རྗེ་ཆེ།